རེད་གྲྭ་ཚ་རྣམས་པ་ལ་འུ་གཉིས་རེ་གི་ཐུགས་དོན་ཡོད་བ་དེ། ངེད་ཀྱི་ལྟ་ཚུལ་མཐོང་ཤོག་དེ་ལ། དེ། ངེས་པར་དུ་དགོས་ཡ་གཅིག་རེད། ཆོས་རྒྱུད་ཀྱི་འོད་ཟེར་དང་སྤྱི་འཐུས་ཟེར་ནས་གདམས་དགོས་ཡ་དེ་ཧ་ལས་པའི་ཡི་གེ་ཆེན་པོ། དེ་ཡང་སངས་རྒྱས་ཀྱི་བསྟན་པ་དང་རྒྱལ་ཁབ་དོན་དག་གི་རྩ་དོན་ལ་ཐུག་ཡོད། ངོ་བོ་དེ་དྲན་གྱི་ཡོད་དེ་ནི་སྤྱིར་བཏང་གི་བུ་རྒྱལ་ཁབ་སའི་རྩ་ཆེན་པོ་རྩོད་ཡ་དེ་ང་ཚོ་སངས་རྒྱས་ཀྱི་བསྟན་པ་རྩ་ཆེན་པོ་འདི་འདྲི་གཅིག་རྒྱལ་མཚན་ཅན་ཉན་གི་རྒྱལ་ཁབ་ཅིག་ཡིན་དུས། ཨོ་དེ་ལ་དེ་ནི། ཐང་ཆེན་རག་པའི་ཡོད་རེད་བསམ་གི་ང་ལྟ་བུ་ཡིན་ན་སོ་སོ་རྒྱལ་ཁབ་དེ་རྩ་ཆེན་པོ་ཐང་ཆེན་པོ་རྩོད་ཡ་དེ་རྒྱལ་མཚན་དེ། བོད་ཀྱི་ཆོས་ཟེར་ཡ་དེ་བླ་ན་མེད་པའི་རིན་ཐང་ཆེན་པོ་ཅིག་ཡིན་དུས་འདྲེ་ཉམས་ན་འགྲིག་གི་མ་རེད་བསམ་ནས། ང་ལྟ་བུ་ཡིན་ན་རྩ་ཆེན་པོ་རྩོད་ཡ་དེ་དེ་ཡིན། ག་སྲས་བུ་རྒྱལ་ཐབས་འདི་ལ་ཁྱོད་དང་རུ་རྒྱང་དེ་འདྲི་གཅིག་མེད་པ་ཡིན་ན་ང་ལྟ་བུའི་ནི་མཉམ་ན་མཉམ་མ་མཉམ་ན་མ་མཉམ་ཞེས་པའི་ཤེས་པའི་གེ་སོ་ལ་ཟེར་གི་སླེབས་ས་མ་རེད་བསམ་ས་འདྲ་བོ་དེ་འདྲི་གཅིག་ཡོད་ང་དེ་འདྲི་གཅིག་ན་ལ་ཨ་ནི་གྲྭ་བཙུན་རྣམ་པ་ཁོ་སོགས་སྒེར་ལ་དབུས་གཉིས་ལུགས་ནི་ཁེབས་སོགས་གང་ཡང་ཡོད་མ་རེད་ཁོང་རྣམ་པའི་མི་ཚེ་གོང་གི་ལོ་ནི་ལོ་ཉིན་ནི་ཉིན་མཚན་ནི་མཚན་འདྲ་ནི་ཆོས་འདི་གི་དོན་དག་ལ་དཀའ་ལས་རྒྱག་གི་ཡོད་དུས་ང་ཚོས་དེ་ལ་ཨ་ནི་བཀའ་དྲིན་ལ་རྒྱི་དྲིན་རྒྱི་དྲིན་མེད་ནི་དྲིན་ལན་ལ་ལོང་རྒྱག་བྱས་ནི་ཁོ་སོགས་ལ་ཡར་ལ་འདྲ་བོ་ཚུགས་གི་དེ་ཐོག་ཐོག་ལན་འགྲོ་གི་འདུག་སེ་གེ་རྒྱ་ན་ལན་པོ་མི་འདུག་བསམ་གི་འདུག་དེ་སྐྱིད་པའི་གི་འགན་རེད་སྐྱིད་པའི་གི་རུ་རྒྱང་སྲོང་སྐྱོབ་ཀྱི་ཆེད་དུ་རེད་མ་གཏོགས་གྲྭ་བཙུན་རྣམ་པ་སྒེར་ལ་དགོས་མཁོ་གང་ཡང་ཡོད་མ་རེད་བསམ་གི་འདུག་འདོད་ནི་ཤེས་ན་དེ་ལན་དེ་དེ་འདྲི་གཅིག་ཡིན། རེད་གྲྭ་ཚ་རྣམས་པ་ལ་འུ་གཉིས་རེ་གི་ཐུགས་དོན་ཡོད་བ་དེ། ངེད་ཀྱིས་ལྟ་ཚུལ་མཐོང་ཤོག་དེ་ལ། དེ། ངེས་པར་དུ་དགོས་ཡ་གཅིག་རེད། ཆོས་རྒྱུད་ཀྱི་འུར་ཟེར་དེ་སྤྱི་འཐུས་ཟེར་དེ་གདམ་དགོས་དེ་ཧ་ལས་པའི་གེགས་ཆེན་པོ། དེ་ཡང་སོང་རྗེས་ཀྱི་བསྟན་པ་དང་རྒྱལ་ཁབ་དོ་མི་རིགས་རྩ་དོན་ལ་ཐུག་ཡོད། ངོ་བོ་དེ་དྲན་གྱི་ཡོད་དེ་ནི་སྤྱིར་བཏང་གི་བུ་རྒྱལ་ཁབ་ཟེར་རྩ་ཆེན་པོ་རྩོད་ཡ་དེ་ང་ཚོ་སོང་རྗེས་ཀྱི་བསྟན་པ་རྩ་ཆེན་པོ་འདི་འདྲི་གཅིག་རྒྱལ་མཚན་ཅན་ཡིན་གྱི་རྒྱལ་ཁབ་ཅིག་ཡིན་དུས། འོ་དེ་ལ་དེ་ནི། མཐོང་ཆེན་རག་གི་ཡོད་རེད་བསམ་གི་ང་ལྟ་བུ་ཡིན་ན་སོ་སོ་རྒྱལ་ཁབ་དེ་རྩ་ཆེན་པོ་མཐོང་ཆེན་པོ་རྩོད་ཡ་དེ་རྒྱལ་མཚན་དེ། བུ་ཁྱུད་ཟེར་ཡ་དེ་བླ་ན་མེད་པའི་རིན་ཐོང་ཆེན་པོ་ཅིག་ཡིན་དུས་འདི་ཉམས་ན་འགྲིག་གི་མ་རེད་བསམ་ནས་ང་ལྟ་བུ་ཡིན་ན་རྩ་ཆེན་པོ་རྩོད་ཡ་དེ་དེ་ཡིན། ག་སྲིད་བོད་རྒྱལ་ཁབ་འདི་ལ་ཆུའི་དོང་རུ་ཡང་དེ་འདྲའི་ཅིག་མེད་པ་ཡིན་ན་ང་ལྟ་བུས་ནི་མཉམ་ན་མཉམ་མ་མཉམ་ན་མ་མཉམ་ཞེས་པའི་ཤི་བའི་གེ་སར་བ་ཟེར་གྱི་སླེབས་ས་མ་རེད་བསམ་ས་འདྲ་བོ་དེ་འདྲའི་ཅིག་ཡོད། ང་དེ་འདྲའི་ཅིག་ན་ལ་ནི་གྲྭ་བཙུན་རྣམ་པ་ཁོ་ཚོ་སྒེར་ལ་དབུས་ཉིས་ལུགས་ནས་ཁེབས་ས་གང་ཡང་ཡོད་མ་རེད་ཁོང་རྣམ་པའི་མི་ཚེ་གོང་གི་ལོ་ནི་ལོ་ཉིན་ནི་ཉིན་མཚན་ནི་མཚན་འདྲ་ནི། ཆོས་འདི་གི་དོན་དག་ལ་དཀའ་ལས་རྒྱག་གི་ཡོད་དུས་ང་ཚོས་དེ་ལ་ནི། བཀའ་དྲིན་ལ་རྒྱི་དྲིན་རྒྱི་དྲིན་མིན་ནི་དྲིན་ལན་ལ་ལོངས་སྤྱར་བྱས་ནས། ཁོ་ཚོ་ལ་ཡར་ལ་འགྲོ་ཚུལ་གྱི་དེ་ཐོབ་ཐང་ལས་འགྲོ་གི་འདུག་སི་ཁའི་རྒྱ་ནག་ལེན་པོ་མི་འདུག་བསམ་གྱི་འདུག་དེ་སྐྱིད་བི་གི་འགན་རེད། སྐྱིད་བི་གི་རིག་གཞུང་སྲོང་སྐྱོབ་ཀྱི་ཆེད་དེ་རེད་མ་གཏོགས་གྲྭ་བཙུན་རྣམ་པ་སྒེར་ལ་དགོས་མཁོ་གང་ཡང་ཡོད་མ་རེད་བསམ་གྱི་འདུག་འདོད་འདོད་ནི་བྱས་ན་དེ་ལན་དེ་དེ་འདྲ་ཅིག་ཡིན།